བཀྲ་ཤིས་བདེ་ལེགས། དེ་ནི་དེ་རིང་ང་ཚོ་ཤེས་བྱ་གོས་འཆབ་མཛོད་རྩ་བ། ཨ་ནི་ཤེས་བྱ་གོས་འཆབ་མཛོད་ལ་སྣེ་བཅུ་ཡོད་པའི་སྣེ་དྲུག་པ། ཨ་ཐུབ་པའི་རིམ་པར་ཕྱེས་པ་དེ་ལ་ཨ་ནི་སྐབས་བཞི་ཡོད་པའི་སྐབས་གཉིས་པ་ཐེག་པ་ཆེ་ཆུང་གི་ཤེས་བྱ་བཅས་རྣམ་པར་བཞག་པ་ཟེར་བས། ཟབ་བཅས་འདི་ནི་སློབ་ཚན་གཉིས་པ་ནང་པའི་དབྱེ་བསྡུ་ཟེར་བ་འདིའི་སྐོར་ལ་འགྲེལ་བཤད་མདོར་བསྡུ་ཞིག་བརྒྱབ་ཡ་ཡིན། སློབ་ཚན་སྔོན་མའི་སྐབས་སུ་ནང་པ་སངས་རྒྱས་པ་དང་ཁྱི་རོལ་བ་གཉིས་ཀྱི་ཁྱབ་པར་བཤད་པ་རེད་ཡང་ན་ནང་པ་སངས་རྒྱས་པ་དེ་ཁྱི་རོལ་བ་ལས་ཁྱབ་པར་དུ་འཕགས་ཚུལ་དེ་བཤད་པ་རེད། ནང་པ་སངས་རྒྱས་པ་ཁྱི་རོལ་བ་ལས་ཁྱབ་པར་དུ་འཕགས་ཚུལ་དེ་ལ་ཨེ་ནི་ཁྱད་པར་དུ་འཕགས་པའི་འཕགས་ཆོས་བཞི་བཤད་པ་རེད། དེ་འདྲ་བའི་འཕགས་ཆོས་བཞི་དང་ལྡན་པའི་ནང་པ་སངས་རྒྱས་པ་དེ་ལ་ཡང་དབྱེ་བའི་རྣམ་གྲངས་མང་པོ་ཞིག་ཡོད་པ་རེད་ལབ་པ་རེད། ཡིན་ཙང་འདི་རྩ་བ་ཡིན་ན། ཨེ་ནི་དབྱེ་བསྡུ་མང་ཡང་ཡོངས་གྲགས་ཐེག་པ་གསུམ་གྲུབ་མཐའ་ཞིར་གྲགས་ཀུན་ཀྱང་འཁོར་བའི་རྒྱུ། བདག་འཛིན་སྤངས་ནས་མྱང་འདས་བསྒྲུབ་པར་མཐུན། ཨོ་དེ་རེད། ཨ་ནི་འདིའི་ཚིག་རྐང་གསུམ་དེ་ནང་པ་སངས་རྒྱས་པའི་གྲུབ་མཐའ་གྱི་དབྱེ་བ་གི་སྐོར་དེ་བཤད་ཀྱི་ཡོད་པ་རེད་ནང་པ་སངས་རྒྱས་པའི་བསྟན་པའམ་ཡང་ན་ནང་པ་སངས་རྒྱས་པའི་གྲུབ་མཐའ་ལ་དབྱེ་བའི་རྣམ་གྲངས་འཆད་ཚུལ་ཧ་ཅང་མང་པོ་ཞིག་ཡོད་པ་རེད། ཡིན་ན་ཡང། ཡོངས་སུ་གྲགས་པ། ཐམས་ཅད་ཀྱི་ཤེས་པ་གང་འདྲ་ཡོད་རེད་ལབ་པ་ཡིན་ན་གྲུབ་མཐའ་བཞི་དང་ཐེག་པ་གསུམ་ཡོད་པ་རེད། གཞན་ཡང་དབྱེ་བ་གཞན་པ་ཡིན་ན་འདྲ། གང་ལྟར་ནང་པ་སངས་རྒྱས་པའི་གྲུབ་མཐའི་དབྱེ་བའམ་ཡང་ན་ནང་པ་སངས་རྒྱས་པའི་བསྟན་པའི་དབྱེ་བ། ཅིག་ཡིན་པ་ཡིན་ན་ནང་པ་སངས་རྒྱས་པའི་བསྟན་པ་ཡིན་ན་འདྲ་ནང་པ་སངས་རྒྱས་པའི་གྲུབ་མཐའ་ཡིན་ན་འདྲ་གང་ལྟར་ཀྱང། ཆུ་ཚོད་སྟེགས་ཀྱི་དམིགས་ཡུལ་དེ་གང་འདྲ་ཅིག་དགོས་པ་རེད་ལབ་པ་ཡིན་ན་འཁོར་བ་སྤངས་ནས་སྡུག་བསྔལ་ཐམས་ཅད་ཤི་བའི་ཐར་པའི་གོ་འཕང་སྟོན་དུ་གཉེར་བ་གཅིག་པ་རེད། དེ་རེད་ད་ནང་པ་སངས་རྒྱས་པའི་བསྟན་པ་གཅིག་ཡིན་ན་བདག་འཛིན་སྤང་བྱ་ལ་བྱ་དགོས་ཀྱི་ཡོད་པ་རེད་འཁོར་བ་སྤང་བྱ་ལ་བྱ་དགོས་ཀྱི་ཡོད་པ་རེད་ནས་ཐར་པའམ་མྱང་འདས་དེ་བསྒྲུབ་བྱ་ལ་བྱ་དགོས་ཀྱི་རེད། འོ་ད་དོན་དག་རྡོག་རྡོག། ཚིག་རྐང་འདི་གསུམ་གྱི་བརྗོད་བྱ་དེ་འདྲ་གཅིག་ཡིན་པ་རེད། དེ་ནས་ནང་པའི་གཡས་བདུད་བསིལ་རེད། ནང་པའི་གཡས་བདུད་བསིལ་ལབ་དེའི་སྒང་ལ་ནང་པ་སངས་རྒྱས་པའི་བསྟན་པ་གི་དབྱེ་བ་དང་བསྡུ་བ་དབྱེ་བ་ལབ་པ་ཡིན་ན་གཞི་གཅིག་ལས་མང་དུ་དབྱེ་བ་དཔེར་ན་ནང་པ་ལབ་པ་ཡིན་ན་གཞི་གཅིག་རེད་དེ་ལས་ཕར་དབྱེ་བ་ཡིན་ན་གྲུབ་མཐའ་བཞི་ཡང་ན་ཐེག་པ་དགུ་ལ་སོགས་པ་དབྱེ་བ་བྱེད་ཚུལ་མང་པོ་ཅིག་ཡོད་པར་དེ་ལ་དབྱེ། བདུད་ཟེར་ལབ་པ་ཡིན་ན་གྲུབ་མཐའ་བཞིའི་ལབ་ན་འདྲ། ཐེག་པ་དགུ་ལབ་ན་འདྲ་གང་ལྟར་ཀྱང་ནང་པ་སངས་རྒྱས་པའི་བསྟན་པ་གཅིག་གི་ནང་དུ་ཚུར་འདུ་ཐུབ་ཀྱི་ཡོད་པར་ཡིན་ཙང་དེ་ལ་བདུད་ཨུསི་ཡའི་ལབ་དེ་གང་ལ་ཕར་འཁྲུལ་བ་དང་བདུད་ལབ་དེ་གང་ལ་ཚུར་ཉུང་ཉུང་སོགས་པ་དེ་འདྲ་གི་དོན་དག་རེད། ནང་པ་སངས་རྒྱས་པའི་བསྟན་པ་ལ་དབྱེ་བ་དང་ཡང་ན་བསྡུ་བ་བྱེད་ཚུལ་མང་དུ་མང་པོ་ཡོད་པ་རེད་མང་དུ་ཡོད་ཀྱང། ནས་ཡོངས་སུ་གྲགས་པ་རྒྱ་གར་དང་བོད་དང་རྒྱ་ནག་དང་གང་ལྟར་ནང་པའི་བཀའ་དང་བསྟན་བཅོས་ཐམས་ཅད་ལ་ཡོངས་སུ་གྲགས་པ་དེ་ག་ཚོད་ཡོད་པ་རེད་ལབ་ན་གྲུབ་མཐའ་བཞི་དང་ཐེག་པ་གསུམ་ཡོད་པ་རེད། འདིའི་སྐབས་ཀྱི་གྲུབ་མཐའ་བཞི་ལབ་པ་དེ་བྱེ་བྲག་མ་པ་མདོ་སྡེ་པ་སེམས་ཙམ་པ་ངོ་བོ་ཉིད་མེད་པར་སྨྲ་བ། གྲུབ་མཐའ་བཞི་སྟེ་དེ་རེད། དེ་ནས་ཐེག་པ་གསུམ་ལ་བས་ཏེ་ཉན་ཐོས་ཀྱི་ཐེག་པ་རང་རྒྱལ་གྱི་ཐེག་པ་བྱང་སེམས་ཀྱི་ཐེག་པ། ནི་ཐེག་པ་གསུམ་དེ་དེ་ཡིན་པ་རེད། གྲུབ་མཐའ་བཞི་ཟེར་བ་དེ། ནི། ཆེ་དགྲ་མ་པ། མདོ་སྡེ་པ། སེམས་ཙམ་པ། དབུ་མ་པའམ་ངོ་བོ་ཉིད་མེད་པར་སྨྲ་བ། གྲུབ་མཐའ་བཞི་དེ་དེ་ཡིན་པ་རེད།